རྣམ་པ་ལྷན་ཅིག་ཚང་མ་ལ་ཚབ་དྲི་བཀྲ་ཤིས་བདེ་ལེགས་ཞུ་ང་ཞང་ཞུང་སྒྲོལ་མ་ཡིན། དེ་རིང་ངག་གི་ག་རིགས་ཀྱི་སྐོར་ལ་ཞུ་གི་ཡིན་ཟེར་ན་སྙན་ངག་རང་བཞིན་བརྗོད་པའི་རྒྱན་བཞིའི་ནང་གི་གསུམ་པ་ཡོན་ཏན་རང་བཞིན་བརྗོད་པའི་སྐོར་ལ་ཞུ་གི་ཡིན། ཡོན་ཏན་རང་བཞིན་བརྗོད་པ་ཟེར་ཏེ་ག་འདྲས་ཅིག་གོ་གི་རེད་ཡོན་ཏན་ཟེར་ཡ་དེ་ག་བ་ལ་གོ་གི་རེད་ཟེར་ན་ཡོན་ཏན་ཟེར་ཡ་དེ། འདོད་ཡོན་ལྔ། སྒྲ། དྲི། རོ། རེག་བྱ། ཡོད་ར་ང་ཚོ་གཟུགས་སྒྲ་དྲི་རོ་རེག་བྱ། དེ་ལ་ཡོད་པའི་ནུས་པ་དེ་ལ་ཡོད་པའི་ཤུགས་རྐྱེན་དེ་ལ་གོ་དགོས་ཀྱི་ཡོད་རེད། དེ་གི་ནུས་པ་དེ་དང་ཤུགས་རྐྱེན་དེ་སུ་ལ་ཐེབས་དགོས་ཀྱི་ཡོད་རེད་ཟེར་ན་ང་རང་ཚོ་ལོངས་སྤྱོད་པ་པོ་དེ་ལ་ཐེབས་དགོས་ཀྱི་ཡོད་རེད། ད་དཔེ་ཆ་བྱ་བ་ཡིན་ན་ང་ཚོ་སི་པན་འདྲ་གཅིག་ལ་ཆ་མཚོན་པ་ཡིན་ན་ཟ་ཡ་རེད་ཁ་ཚ་བོ་དེ་སི་པན་གྱི་ཡོན་ཏན་རེད། སི་པན་གྱི་ཡོན་ཏན་དེ་སི་པན་སྒང་ལ་ཡོད་རེད་བས་ང་ཚོ་མིའི་སྒང་ལ་ཡོད་རེད་བས་ལབ་ན་སི་པན་སྒང་ལ་ཡོད་རེད་བ་ཡོན་ཏན་དེ་ག་དུས་ཡིན་ན་ང་ཚོ་ཡུལ་དེ་གི་སྒང་ལ་ཡོད་རེད། ཡུལ་དེ་ལ་ང་ཚོ་གི་ལུང་ཆོས་བྱས་ནས་ཡུལ་དེ་གི་ང་ཚོ་ལ་ཤུགས་ཆེན་ཅིག་སྤྲད་ཡོང་དགོས་ན་ཁོའི་ཡོན་ཏན་དེ་གི་ནུས་པ་དེ་ནུས་པ་དེ་ཐོན་དགོས་ཡོད་རེད་དེ་ནུས་པ་ཐོན་ཆེད་ཁྲིད་དེ་ག་རེ་ཁྲིད་དགོས་ཟེར་ན་རྣམ་དབྱེ་གསུམ་པའི་ཁྲིད་ཁྲིད་དགོས་ཀྱི་ཡོད་རེད། ལ་སོ་ད་གཤམ་ལ་ང་ཚོ་དཔེར་བརྗོད་ལ་ཅིག་བལྟས་བ་ཡིན་ན། དབྱུག་པ་ཅན་གྱི། དབྱུག་པ་ཅན་ཁོང་གིས་ག་རེ་བྲིས་ཡོད་རེད་ཟེར་ན། དགའ་མལ་གྱི་ཡོན་ཏན་བུ་མོ་གི་གཟུགས་པོ་ལ་ཡོད་པའི་གི་ཡོན་ཏན་ནུས་པ་ད་བུ་མོ་གཟུགས་པོ་ཡང་སྐད་པ་ཁྲ་བོ་འདུག་ཟེར་ཡང་དེ་གི་ཡོན་ཏན་དེ་ཟེར་གི་ཡོད་མ་རེད། བུ་མོ་གི་གཟུགས་པོ་དེ་ལ་ཐུག་ནས་ཨ་ནི་དེ་ལ་ཐུན་མོང་མ་ཡིན་པའི་གི་ནུས་པ་ག་རེ་འདུག་དེ་གི་སོ་སོ་ཐུག་མཁན་གྱི་བུ་དེ་ལ་ཚོར་བ་ག་རེ་ལེགས་འདུག་ཟེར་དེ་རེད། ནུས་པ་དེ་ག་རེའི་སྒང་ལ་ཡོད་རེད་ཟེར་ན་བུ་མོ་གི་སྒང་ལ་ཡོད་པ་བཅས་རེད་བ། ད་ཁོང་གིས་ག་རེ་གསུངས་ཡོད་རེད་ཟེར་ན་དགའ་མ་ཡིན་ནི་རིག་པ་ཡིས་ལུས་ལ་སྤུ་ལོང་རྒྱས་པ་དང་ཡིད་ནི་བདེ་བར་བྱེད་པ་དང་མིག་དག་སུན་པར་བྱེད་ཅིང་བཅུག་ཟེར། ཨ་ནི་ད་བུ་མོ་དགའ་མ་ཡིན་ནི་རིག་པ་ཡིས་རིག་པ་འདིས་ཟེར་ཏེ་སྐབས་སུ་དགའ་མ་ཟེར་ན་ད་སོ་སོ་གི་དགའ་མའི་བུ་མོ་ཟེར་སོ་སོ་དགའ་ས་བུ་མོ་དེ་ལ་དེ་ལ་ཐུག་ནི་དེ་ལ་ཐུག་པ་དེ་ལ་བརྟེན་ནས་ཟེར་རེད་ད།

སེམས་བྱུང་གསུམ་པ་ཞི་བ་དེ་གའི་ནང་ལ་ག་རུ་སོ་ནི་སོ་སོ་གི་མིག་ཏུ་སོ་དང་ཆགས་པས་མྱོས་ནས་ཆགས་པས་ཟིན་ནས་སོ་སོ་གི་མིག་ཏུ་སོ་ར་བ་རི་བོ་ཆ་ནས་མ་ཟུམ་འགྲོ་གི་མིག་ཆེན་པོ་དྭངས་མ་ཐོབ་ནས་མ་རང་བཞིན་གྱི་མ་མིག་ཏུ་བཙུམ་འགྲོ་གི་ཡོད་རེད། ད་དེའི་ནང་ལ་ད་ལོངས་སྤྱོད་པ་པོ་དེ་བུ་དེར་བ། ལོངས་སྤྱོད་བྱ་དེ་བུད་མེད་ཀྱི་གཟུགས་པོ་དེ་རེད་དོ་བུད་མེད་གཟུགས་པོ་དེ། ད་ཡོན་ཏན་དེ་ག་བ་ལ་ཡོད་རེད་ཡོན་ཏན་རང་བཞིན་བརྗོད་པ་ཟེར་ཡོན་ཏན་དེ་ག་བ་རེད་ཟེར་ན་བུ་མོ་གཟུགས་པོ་གང་ལ་ཡོད་རེད་འགྱུར་བ་དེ་སུ་ཐེབས་ཀྱི་ཡོད་རེད་ཟེར་ན་བུ་དེ་ཐེབས་ཀྱི་ཡོད་རེད། ཨ་ནེ་དེ་འགྱུར་བ་ཐེབས་བྱེད་ཀྱི་ཁྲིད་ཅིག་ཡོད་ར། ཡོན་ཏན་སྟོན་བྱེད་ཀྱི་ཁྲིད་དེ་ག་རེད་ཟེར་ན། བསམ་བཏགས་དེ་བསམ་བཏགས་དེ་རྣམ་དབྱེ་གསུམ་པའི་ཁྲིད་རེད་བ་དེ། འོ་དེ། ལ་སོ་ཨ་ནེ་གུང་ས་ལྔ་བད་ཀྱིས་ག་རེ་གསུངས་ཡོད་རེད་ཟེར་ན་ལྷ་ཚངས་བད་ཀྱིས། ད་ལྷ་ཚངས་པ་གི་འཇིག་རྟེན་འདི་གི་གང་གི་རིག་པའི་གི་ཡོན་ཏན་རོ་གི་ཡོན་ཏན་ཨ་ནི་གཟུགས་ཀྱི་ཡོན་ཏན་ལ་ལོངས་སུ་སྤྱོད་འདོད་པའི་རྣམ་པ་ཞིག་བྲིས་ཡོད་རེད་འདི་ནང་ལ། ད་ཚིག་འབྲིང་དང་པོ་འདི་གི་ནང་ལ་ག་རེ་ཟེར་ན་རིག་བྱེད་ཀྱི་ཡོན་ཏན་དེ་ག་རེ་བྲིས་ཡོད་ཟེར་ན་ད་རིག་བྱེད་ཀྱི་ཡོན་ཏན་དེ་ཚིག་ཟིན་ལ་དངོས་སུ་གསལ་ཡོད་མ་ད་ཡིན་ན་ཡང་ད་ང་ཚོས་ཤུགས་སུ་གོ་དགོས་ཀྱི་ཡོད་རེད་ད། ད་མདོར་བསྡུས་ནས་བཤད་ན་ལོངས་སྤྱོད་པ་པོ་དེ་སུ་རེད་ཟེར་ན་ལྷ་ཚངས་པ་རེད་ཡོན་ཏན་དེ་ག་རེ་གང་ལ་ཡོད་རེད་ཟེར་ན།

ཨ་ནི། ལུས་ལ། ཡིད་ལ་བདེ་བ་སྐྱེས་ནས་ཆོས་དེ་མཐོང་ནས་དང་བོ་དེ་ཁོ་རང་བློ་ཡིད་ཚང་མ་ཚིམ་དུ་ཡོད་རེད། དེ་ནས་ཚིག་འཕྲེང་གསུམ་པ་དེར་ཟེར་ན། ཐིག་ལེ་གཅིག་འགྱུར་གུང་མོར། ཐིག་ལེ་གཅིག་འགྱུར་གུང་མོ་ཟེར་ན་ལྷ་ཡིག་གི་བུ་མོ་ཐིག་ལེ་མཆོག་མ། ད་ཁོ་ཐིག་ལེ་མཆོག་མ་ལ། ར་དེ་གར་ཟེར་ན་ལ་དོན་གྱི་ཁྲིད་ཐིག་ལེ་མཆོག་མ་ལ་ཟེར་དེ་རེད་བ། ཐིག་ལེ་མཆོག་མ་ལ། ཨ་ནི། འདྲེན་བྱེད་ནི། བཅུ་གཉིས་དག་གིས་འདྲེན་བྱེད་ལབ་ན་དམིགས་དམིགས་ལབ་ན་འདྲེན་བྱེད་ཨ་ནེ་འདྲེན་བྱེད་དེ་ག་ཚོད་ཟེར་ན་ཁོ་ལ་བཅུ་གཉིས་ཡོད་རེད་ལྷ་ཚངས་པ་ལ་དམིགས་བཅུ་གཉིས་ཡོད་རེད་དམིགས་བཅུ་གཉིས་ཀྱི་ད་ཁོ་ཡི་གེ་ཐིག་ལེ་མཆོག་མ་ལ་ལྟ་བསྡད་ཀྱི་ཡོད་རེད་ཐིག་ལེ་མཆོག་མ་གི་གཟུགས་དེ་ལ་ལྟ་བསྡད་ཀྱི་ཡོད་རེད་ཡིན་ན་ཡང་དེ་ནས་ག་རེ་གསེར་མངལ་ཅན་ལབ་ན་ལྷ་ཚངས་པའི་མིང།

གཉིས་འདིར་ཡོན་ཏན་དེ་སྟོན་ཡོད་མ་རེད། མེ་ཏོག་པད་མ་འཇམ་པོ་ཡོད་པ་དེ་དང། བུ་མོ་ཐིག་ལེ་མཆོག་མའི་གཟུགས་ཀྱི་ཡོན་ཏན་དེ། ཁོ་ལ་འགྱུར་བ་ཅིག་ཐེབས་དགོས་རོགས་དེ་ཚིག་ཟིན་ལ་དངོས་སུ་གསལ་ཡོད་མ་རེད། དེ་གསལ་བདེ་བ་དེ་ག་རེ་རེད་ཟེར་ན། ལྷ་ཚངས་པ་ཁོ་རང་མེ་ཏོག་པད་མའི་གདན་ལ་བསྡད། ཨ་ནི་ལྷ་ཡིག་གི་ཆུ་འཐུང། ཐིག་ལེ་མཆོག་མ་ལ་བལྟ། ཨ་ཁོ་དེ་འདྲ་ཅིག་མིག་སྟོང་མིག་བཅུ་གཉིས་ཀྱིས་བུ་མོ་དེ་ལ་བལྟ་ནས་དེ་འདྲ་བསྡད་བཞག་པ་ཅིག་མ་གཏོགས་ཚིག་ཟིན་དངོས་སུ་དེ་གསལ་ཞེ་དྲག་གསལ་ཡོད་མ་རེད། ལ་སོ། ད་དེ་ཡོན་ཏན་དེ་དང་འཇམ་པའི་ཡོན་ཏན་དེ་ག་བ་ལ་ཡོད་རེད་ཟེར་ན་མེ་ཏོག་པད་མ་གང་ལགས་ཀྱི་ངོམས་པ་མེད་པའི་ཡོན་ཏན་དེ། མ་རེད་བཏུང་བ་ཙམ་གྱི་ངོམས་འདྲ་ཡག་གི་ཡོན་ཏན་དེ་ག་བར་ཟེར་ན་ཆུ་ཐིགས་ཀྱི་གང་ལགས་ཡོད་པ་ཅན་ད་གཟུགས་དེ་ལ་ཐིག་ལེ་མཆོག་མ་ག་གཟུགས་ལ་བལྟ་ནས་ད་ལྷ་ཚངས་པ་ཁོ་རང་ག་ཚོད་བལྟས་ན་ཡང། ད་སྙིང་གྲོ་རུ་གྲོ་རུ་འགྲོ་གི་ཡོད་ཀྱི་ར་ད་དེ་ཚིག་ཟིན་ལ་མ་ཟས་ན་ང་ཚོ་ཤུགས་ནས་གོ་དགོས་ར་འོ་དེ་ག་བ་ལ་ཡོད་རེད་ཟེར་ན་ཐིག་ལེ་མཆོག་མའི་གཟུགས་ཀྱི་གང་ལགས་ཡོད་པ་ཅན་དེ་ལོངས་སྤྱོད་པ་པོ་དེ་ག་རེ་རེད་ཟེར་ན་ལྷ་ཚངས་པ་ཅན་ད་འགྱུར་བ་དེ་གར་ཐེབས་དགོས་ཟེར་ན་ལྷ་ཚངས་པ་འགྱུར་བ་ཐེབས་དགོས་ཀྱི་ཡོད་རེད། འོ་དེ་ཅི་བྱས། དེ་ནས་བོད་མཁས་པའི་གིས་ག་རེ་གསུངས་ཡོད་རེད་ཟེར་ན་འཇམ་པའི་དབྱངས་ལ། ཨ་ནི་འཇམ་པའི་དབྱངས་བསྟན་པ་དེ་ལ་བརྟེན་ནས་ད་ག་རེ་ཟེར་ན་ང་ཚོ་རྨོངས་པ་བྱོས་ར། མ་ཤེས་པ། རིག་པ་སྤྱང་པོ་མེད་པའི་གིས་བློ་རྨོངས་པ་བྱོས་ར་འོ་དེ་མ་མེད་པ་ཆགས་སོང་ཤི་སོང་ལ་ན་མེད་པ་ཆགས་པ་རེད། དེ་མ་ཚད་ཁ་ནི། ཤེས་བྱ་ཚང་མ་ཧ་གོ་ཡག་གི་ད་རིག་པ་སྤྱང་པོ་བློ་ཡག་པོ་ཤེས་རབ་མཆོག་དེ་ཐོབ་སོང་ཟེར་གྱི་ཡོད་རེད། དེ་ག་རེ་ལ་བརྟེན་ནས་ཐོབ་རེད་དེ་ཡོན་ཏན་དེ་ག་བ་ལ་ཡོད་རེད་ཟེར་ན་ཡོན་ཏན་དེ་འཇམ་པའི་དབྱངས་ཀྱི་སྒང་ལ་ཡོད་རེད། ཨ་ནས་འགྱུར་བ་དེ་སུ་ཐེབས་དགོས་ཡོད་རེད་ལབ་ན་འཇམ་པའི་དབྱངས་སྒྲུབ་མཁན་དེ་དག་ལ་ཐེབས་དགོས་ཀྱི་ཡོད་རེད། ལ་སོགས། རྒྱལ་བ་དད་སེམས་སྨྲ་བ་ཡོངས་ཀྱི་ལྷ། རྒྱལ་བ་ལབ་ན་སངས་རྒྱས་དད་སེམས་ལབ་ན་བྱང་ཆུབ་སེམས་དཔའ་རྣམས། ཅེས་སྨྲ་བ་ཡོངས་ཀྱི་ལྷ་ཟེར་བའི་སྐབས་སུ་འཇམ་དཔལ་དབྱངས་ཅེས་དང་འཇམ་དཔལ་དབྱངས་ཟེར་དེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་གསུང་གི་ལྷ་རེད་ཟེར་བ། ཨ་ནི་འཇམ་དཔལ་དབྱངས་དེ་བསྟན་པས་བསྙེན་པས། འཇམ་པའི་དབྱངས་དེ་སྙན་པའི་སྙན་ཟེར་ཏེ་ག་རེ་ཟེར་ན། ད་འགྲེལ་པའི་ནང་འགྲེལ་པ་ཁོ་རང་ནང་ཚང་གསལ་བྱེད་པའི་སྒྲ་དབྱངས་ཀྱི་འགྲེལ་པའི་ནང་ལ་ག་རེ་ཟེར་ན། འཇམ་པའི་དབྱངས་ཐུགས་རྗེ་རེད་ཟེར་འཇམ་པའི་དབྱངས་ཐུགས་དགའ་བ་བྱེད་རེད་ཟེར་འདུག་ཡིན་ན་ཡང་ཚིག་ཁོ་རང་ངོ་གདོང་ནས་བལྟས་ན་དེ་ག་རེ་གོ་གི་རེད་ཟེར་ན་འཇམ་པའི་དབྱངས་ལ་གུས་ཞབས་བྱས་ནས། ད་ང་རང་ཚོ་གིས་སོ་སོ་གིས་འཇམ་པའི་དབྱངས་ལ་གུས་ཞབས་བྱས་ཆགས་ཚེ་ན་དེ་ལ་དཔག་པས་ང་ཚོ་ལ་བྱིན་རླབས་ཀྱི་རྭ་གུར་བ་དང། འོ་དེ་སྙན་པའི་དེ་ནས་ཁོ་ལ་ག་རེ་ཐོབ་རེད་ན། ཐོགས་མེད་ཀྱིས་རྨོངས་པ་རབ་ཏུ་ཞི་ཞིང་ད་ཁོ་ལ། རྨོངས་པ་དེ་ཚང་མ་མ་སྨད་པ་ཆགས་སོང། དེ་ནས་ག་རེ་བྱས་རེད་ན་བློ་ཡིད་ཀྱི་ཕྱོགས། བློ་ཡིད་ཀྱི་ཕྱོགས་ན་ཤེས་རབ་ཐོབ་སོང་ལ་རེ་ཤེས་རབ་ཐོབ་ནས་བློ་ཡིད་ཀྱི་ཕྱོགས་ལ་ན་ཤེས་རབ་ཡག་པོ་དེ་ཐོབ་ནས་དེ་ནས་ག་རེ་བྱ་རེད་ལ་ན། ཤེས་བྱ་ཀུན་ལ། ཤེས་བྱ་ཀུན་ལ་སོགས་དེ་དག་ང་ཚོ་གི་འཇིག་རྟེན་ཆུ་ཡོད་རྡོ་ཅོག་རེད་བ་སོ་སོ་གི་སྦྱང་ཡ་གནས་སྐབས་གནས་སྐབས་ཀྱི་སྦྱང་ཡ་ཡིན་ན་རེད་སོ་སོ་ཧ་གོ་སྙིང་བྲོ་བ་ག་རེ་ཡོད་བ་ཡིན་ན་དེ་དག་ལ་འཇིག་གྲར་གྱུར། འཇིག་གྲར་འགྱུར་ན་འཇིག་པ་མེད་པ་ཆགས་སོང་ད་ང་དེ་ངས་ཧ་གོ་གི་མ་རེད་དེ་ངས་ཤེས་ཤིང་གི་མ་རེད་དེའི་སྐོར་ལ་ངས་ཧ་མི་ལ་ལབ་ཤིང་གི་མ་རེད་ཟེར་ཡ་ག་སོ་སོ་སེམས་ནང་ལ་ཞེད་སྣང་དང་འཚེར་སྣང་དང་འཇིགས་སྣང་བཅུག་རོགས་དེ་གཅིག་ཀྱང་མེད་བ་ཆགས་སོང་ལ་རེད་ག་རེ་ཆགས་སོང་ལ་ན་ཤེས་རབ་ཀྱི་བློ་དེ་ཐོབ་ནས་ད་ཁོ་ག་རེ་བཤད་དགོས་ན་ཐོགས་པ་མེད་པ་ཆགས་སོང་ལབ་དགོས་ཡོད་རེད་ད་ཡོན་ཏན་དེ་ག་རེ་ལ་ཡོད་རེད་འཇམ་པའི་དབྱངས་ཀྱི་སྒང་ལ་ཡོད་པ་བཅས་འགྱུར་བ་དེ་སུ་ལ་ཐེབས་དགོས་ཡོད་རེད་ཟེར་ན་འཇམ་པའི་དབྱངས་སྒྲུབ་མཁན་གྱི་སྒང་ལ་ཐེབས་དགོས་ཡོད་རེད། ལགས་སོ་དེའི་རྗེས་ལ་ག་རེ་ཟེར་ན་བསེ་ཚང་བློ་བཟང་དཔལ་ལྡན་ཁོང་གིས་ག་རེ་ཡོན་ཏན་ག་རེ་གསུངས་ཡོད་རེད་ཟེར་ན། ག་རེ་ཤི་ཡོན་ཏན་རང་བཞིན་བརྗོད་པའི་དཔེ་དེ་ག་རེ་བྲིས་ཡོད་རེད་ཟེར་ན་ལྷ་མོ་དབྱངས་ཅན་མ། ལྷ་མོ་དབྱངས་ཅན་མས་ཀྱི་ཞལ་མཇལ་བ་ལ་བརྟེན་ནས་ཨ་ནེ་ཁོ་རང་ག་རེ་ག་རེ་ཆགས་སོང་ཟེར་ཏེ། ཚིག་འབྲིང་དང་པོ་དེ་ན་ག་རེ་ཟེར་ན། དབྱངས་ལྡན་ངག་དབང་ལྷ་མོས་དབྱངས་ལྡན་ངག་དབང་ལྷ་མོ་ཟེར་ན་ལྷ་མོ་དབྱངས་ཅན་མ་ཅེས།

རྨོངས་པའི་དྲ་བ་བཅོམས། བདག་བློ་རྨོངས་པའི་དྲ་བ་བཅོམས་ཟེར་ཏེ་ག་རེ་ཟེར་རེས་ན་ང་ཡི་བློ། ང་ཡི་གི་བློ་རྨོངས་ཏེ་འགྱོགས་ཏེ་རྨོངས་ཏེ་འགྱོགས་ཟེར་ན་ད་མ་ཤི་བ་ཧ་མ་གོ་བ་ལོ་གཏུམ་པོ་མང་པོ་གིས་རྦད་དེ་ཁོ་རང་དྲ་བ་ནང་བཞིན་འོ་དེ་བཅོམས་སོང་ཟེར་ཏེ་ག་ཟེར་ན་དེ་མེ་བ་བཟོས་སོང་ལ་རེད། སེམས་ནང་གི་རྨོངས་པ་དེ་མ་ཤི་བ་གི་བློ་བཅོས་ར་འོ་དེ་ལྷ་མོ་དབྱངས་ཅན་མ་ཞལ་རས་དེ་མཐོང་ནས་ནི་མེ་བ་བཟོས་སོང་མེ་བ་ཆགས་སོང་ཟེར་རེད།

འཇིགས་མེད་སྨྲ་བའི་ངག་གི་དངོས་གྲུབ་ཐོབ་གསུངས། དེ་ལྟ་སོ་སོ་གི་བྱིན་པ་མེད་པ་སོ་སོ་གི་ངས་བྱིན་གྱི་ཡོད་ཟེར་ནས་སོ་སོ་ལ་སྤོབས་པ་དང་ཨ་ནི་གདེང་ཚོད་དང། ཨ་ནི་ག་རེ་རེད་སོ་སོ་གི་དེ་ཤེས་པས་ཀྱི་སོ་སོ་སོ་སོ་ལ་ཡིད་ཆེས་དང་ཨོ་དེ། དེ་སྤོབས་པ་དེ་ལྟ་ང་ལ་ཐོབ་གསུངས། ངག་གི་དངོས་གྲུབ་ཐོབ་གསུངས་ཟེར་དེ་ལྟ་སོ་སོ་གི། བཤད་ཡ་དེ་ལ་ད་སུ་སུ་གི་ཅིག་བཤད་དགོས་ཡོད་པ་ཡིན་ན་ཨ་ནེ་དེས་བཤད་ཡ་དེ་ལ་ཐོག་ཕ་མེད་པ་བཤད་ཐུབ་པ་ཅིག་ད་ཆགས་སོང་ལབ་རེ་ངག་གི་དངོས་གྲུབ་ཐོབ་སོང་ལབ་ན་ད་དེའི་ནང་ནས་ག་རེ་དེ་གི་ནུས་པ་དེ་ད་ག་རེ་ལ་ཡོད་རེ་ལབ་ན་ལྷ་མོ་དབྱངས་ཅན་མ་གི་སྒང་ལ་ཡོད་པ་ཚེ་རིང་ནུས་པ་དེ་འགྱུར་བ་དེ་སུ་ལ་ཐེབས་དགོས་ཡོད་རེ་ཟེར་ན་ལྷ་མོ་དབྱངས་ཅན་མ་ཞལ་འཇལ་མཁན་དེ་ལ་ཐེབས་དགོས་ཡོད་རེད་རྨོངས་པ་བཅོམས་ངག་ལ་དངོས་གྲུབ་ཐོབས།

དྲན་དུས་སྐབས་སུ་ལ་ནི་ད་ག་རུ་ཆགས་རེ་ལགས་ན་དེ་དྲན་དེ་དྲན་པའི་ནི་གདུང་བ་གདུང་བ་ཟེར་ན་དེ་དྲན་པའི་སེམས་ཀྱི་སྡུག་བསྔལ་སེམས་ཀྱི་དཀའ་ངལ་བརྗོད་རོགས་འོ་དེ་དཀའ་ངལ་དེ་ཡིན་ལ་རེ་དེ་ནས་ཁ་ལག་ལ་བྲོ་བ་མེད་པ་ཆགས་སོང་དུག་གློག་ཁོ་ན་དྲོད་མེད་པ་ཆགས་བྱས་མཚན་མོ་གཉིད་ཡ་ཁུག་གི་མི་འདུག་ད་དེ་ནུས་པ་དེ་ག་བ་ལ་ཡོད་རེ་ཟེར་ན་བུ་དེ་གི་དྲན་བསྡད་པའི་གི་སུ་སུ་གི་བུ་དེ་དྲན་བསྡད་པ་བུ་དེ་གང་ལ་ཡོད་རེ་ནུས་པ་དེ་འགྱུར་བ་དེ་སུ་ཐེབས་དགོས་རེ་ཟེར་ན་དྲན་མཁན་དེ་ལ་འོ་དེ་ཅི་བྱས་ད་ཡོད་དེ་ག་རེ་ཟེར་ན་ད་འགྱུར་བ་ཐེབས་བསྡད་རྒྱུ་འགྱུར་བ་ཐེབས་བདེ་བ་དེ་དག་རེ་ར་ཟས་ལ་བྲོ་བ་མེད་པ་ཟས་དེ་དག་ལ་སོ། ཨ་མས་ཁྱི་གདུང་པ་དྲན་དུས་སྐབས་སུ་ད་དེ་ཡོན་ཏན་དེ་ག་བ་ལ་ཡོད་རེད་ཟེར་ན་ཨ་མས་ཨ་མ་སོ་སོའི་ཨ་མ་དྲན་པའི་སྐབས་སུ་ཨ་མས་གདུང་པ་དེ་སྐབས་ཐོག་དེ་ལ་ད་ཨ་མའི་གདུང་པ་དེ་གི་སྒང་ལ་ཡོད་རེད་ཨ་མས་ཨ་མ་གདུང་པ་ཟེར་ན་རེད་ཨ་མ་དྲན་པའི་སྐབས་སུ་ཨ་མ་དེ་གི་སྒང་ལ་ཨ་མའི་སྒང་ལ་ཡོད་བ་ཅི་ཡོན་ཏན་དེ། ད་ཤུགས་ཆེན་སུ་ལ་ཐེབས་དགོས་རེད་ན་ཨ་མ་དྲིན་མཁན་དེ་ལ་ཤུགས་ཆེན་ཐེབས་དགོས་རེད། ད་དཔེ་ཆ་བྱ་བ་ཡིན་ན། དྲིན་ཆེན་ཨ་མའི་ཞལ་རས་དྲན་པ་དེས་སོ་སོའི་དྲིན་ཆེན་ཨ་མའི་ཞལ་རས་དེ་དྲན་ཡོང་དུས་ད་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། ལུས་སྡོད་སེམས་སྐྱེད་མེད་པའི་སྡུག་བསྔལ་མནར། ད་ལུས་ལ་བདེ་བ་དང་སེམས་ལ་སྐྱིད་མེད་པ་དེ་གི་མ་ཚད་དེ་གི་སྡུག་བསྔལ་གྱི་རོ་དེ་གི་ད་ང་མནར་བསྡད་སོང་ལ་རེད་མ་འོངས་མནར་ར་མནར་ར་ཟེར་ནས་དེ་ན་སོ་སོ་ལ་དཀའ་ངལ་སྤྲད་བསྡད་བསྡད་པ་དེ་ལ། ན་ཚ་གྲང་ཡ་མེད་མགྱོགས་དེ་འདྲ་གི་སོ་སོའི་གཟུགས་པོ་དེ་ན་ཚ་དེ་གི་དཀའ་ངལ་བྲེལ་བདེ་གི་ཡོད་ར་སྡུག་བསྔལ་ཅིག་བྲེལ་བདེ་གི་ར་དེ་ལ་མནར་ར་མེད་ཀྱིས་མནར་ར་ལབ་དེ། ཨ་ནེ་ཉིན་མོར་འཚོ་བའི་ཁྲོད་ཀྱི་སྟོང་བསམ་དེ་མཚན་མོ་རྨི་ལམ་ནང་དུ་བདེན་པར་སྣང་སྟ་ཉིན་མོ་འཚོ་བའི་ཁྲོད་ཀྱི་སྟོང་བསམ་ལ་ན་ད་སོ་སོ་གི་ཨ་མ་གཅིག་ཐུག་རོགས་བྱེད་ན་ཕ་མ་གཅིག་ཐུག་རོགས་བྱེད་ན་བསམ་ཡག་གི་བསམ་བློ་བཅོས་ར་ད་དེ་ང་རང་ཚོ་བོད་པ་ཚོ་ལ་ཆ་བྱས་ན་སྟོང་བསམ་འདྲ་བོ་ཅིག་ར་ད་སྟོང་བསམ་འདྲ་བོ་ཅིག། འོ་དེ་ད་མཚན་མོ་རྨི་ལམ་ཨ་མ་མཚན་མོ་རྨི་ལམ་མི་འདུག་སྐབས་སུ་ད་སོ་སོའི་སེམས་ན་ལ་འོ་ད་དངོས་གནས། དེ་དངོས་གནས་རེད་བྱ་ད་ང་ཨ་མ་དང་ཁ་བྲལ་མི་འདུག་ང་གཉིས་མཉམ་དུ་འདུག་ང་ཨ་མ་ཐུག་སོང་བསམ་པའི་བདེན་པ་ནང་བཞིན་འཐུང་གི་ཡོད་རེད་ཟེར་གི་རེད། འོ་དེ་ཨ་མ་དྲན་པ་འདིས་ཨ་མ་དྲན་པ་དེ་ནུས་པ་དེ་ག་ར་ལ་ཡོད་རེད་ཟེར་ན་ཨ་མ་དྲན་པ་དེ་ལ། དེ་ནས་གསུམ་པ་དེ་ལ་ག་རེ་བྱ་རེད་ཟེར་ན། རྡོ་རྗེ་གདན་གྱི་མཆོད་རྟེན་ལ། བྱང་ཆུབ་མཆོད་རྟེན་དངོས་སུ་མཇལ་བ་ཡིས། སེམས་ཀྱི་སྡུག་བསྔལ་བདེ་བའི་སྣང་བ་ཤར། འཁོར་བར་ཁོར་ཡུག་ཞི་ཞིང་ལྷོད་པར་གྱུར། བདེ་བ་འབའ་ཞིག་སྟེར་བའི་ཚོར་བ་སྐྱེས། ཟེར་ཏེ། ད་བྱང་ཆུབ་མཆོད་རྟེན་དེ་དངོས་སུ་མཇལ་ཡོང་རེ་ནས་དེ་མཇལ་བ་ལ་བརྟེན་ནས། ར་ཡ་ཀུག་ཧི་ས་ཡིད་བརྣབ་མི་སྲིན་པའི་ཁྲེས་བཅེར་བ། དེ་ནས་སེམས་ནང་གི་སྡུག་བསྔལ་ད་དེ་ངེད་ལ་ད་ང་ཚོ་མི་སུ་དེ་སུའི་ནང་སེམས་ནང་ལ་སྡུག་བསྔལ་ཡོད་ར་སྡུག་བསྔལ་ཆེ་ཆུང་རང་འདྲའི་མཐའ་གསུམ། ད་སྡུག་བསྔལ་ཚང་མ་རེ་ཞིག་ད་མེད་པ་ཆགས་སོང་སྡུག་བསྔལ་ཚང་མ་བདེ་བའི་སྣང་བ་ལས་ཚུར་ཡོང་གི་འདུག་དེས་མ་ཚད་སོ་སོ་གི་གཡས་གཡོན་ཡུལ་སྐྱོབ་ཚང་མ་ཞི་ཞིང་ལྷོད་པ་འཇམ་ཏིང་ངེ་ལྷོད་ཤིག་གེ་ཧ་ཅང་གི་སྐྱིད་པོ་ཆགས་འགྲོ་གི་འདུག་གུ་རུ་ཟི་ན་སྐྱིད་པོ་ཆགས་འགྲོ་གི་འདུག་དེ་ནས་བདེ་བ་འབའ་ཞིག་ཟེར་ཏེ་འབའ་ཞིག་ལ་ན་ད་བདེ་བ་ཁོ་ན་ཟེར་བདེ་བ་རྐྱང་རྐྱང་ལབ་རེ་བདེ་བ་འབའ་ཞིག་སྟེར་བའི་ནི་ང་ལ་ཚོར་བ་སྐྱེས་ཀྱི་འདུག་བདེ་བ་འབའ་ཞིག་སྤྲད་པས་ཚོར་བ་སྐྱེས་ཀྱི་འདུག

སྒྲ་དྲི་རོ་རེག་བྱ་ཁ་གང་ལ་ཡོད་རེད། འགྱུར་བ་དེ་སུ་ཐེབས་དགོས་ཡོད་རེད་ཟེར་ན། སྒྲ་དྲོ། སྒྲ་དང་དྲི་དང་ར་རོ་དང་རེག་བྱ་ལ། ལོངས་སྤྱོད་མཁན་གྱི་གང་ཟག་ཡང་ན་ད་སེམས་ཅན་ག་རེ་ཡོད་པས་ན། དེ་ལ་འགྱུར་བ་ཞིག་ཐེབས་ཡོང་གི་ཡོད་ར་ཨོ་དེ་འགྱུར་བ་དེ་དེ་འཁྲུལ་དགོས་འགྱུར་བ་དེ་སོ་སོ་ཐེབས་དགོས་ཡོད་ར་དེ། ད་དཔེ་ཆ་བྱ་བ་ཡིན་ན། ལ་ཕིང་ཅིག་ཟ་འདོད་ན་ལ་ཕིང་དེ་ཟ་ཟ་ཟ་ཟ་ནས་ཟས་པ་དེ་ལ་བརྟེན་ནས་ཁྱེད་རང་ནད་པ་ཆགས་འགྲོ་གི་འདུག་ཨ་སོ་སོ། ཁྱེད་རང་ཡིན་ན་རེད་ད་ང་རང་ཚོ་ཟ་མཁན་སུ་ཡིན་ན་ག་ལེ་ག་ལེ་ནད་པ་ཆགས་འགྲོ་ཕོ་བ་ཕོ་བ་ནད་པ་ཆགས་གི་རེད་བ། ཕོ་བ་ནད་པ་ཆགས་ཡོད་དེ་འགྱུར་བ་དེ་སུ་ཐེབས་གི་ཡོད་རེད། ང་རང་ཚོ་ཐེབས་གི་ཡོད་རེད། ཕོ་བ་ནད་པ་ཆགས་བར་བྱེད་པའི་ནུས་པ་དེ་ག་རེའི་སྒང་ལ་ཡོད་རེད་ལ་ན་ལ་ཕིང་སྒང་ལ་ཡོད་རེད་དེ་ལ་ཕིང་སྒང་ལ་ཡོད་པ་ཕོ་བྲོ་ལ་གཏང་མཁན་གྱི་ནུས་པ་དེ་ལ་ཡོན་ཏན་སུ་ཡོད་རེད་འོ་ཡ་ད། སོ་སོ་གི་ལས་དང་པོ་བ་ཅིག་གི་དཔེ་བརྗོད་བྲིས་ན་ད་སི་པན་དང་ལ་ཕིང་དང་ཡོན་ཏན་དང་དེ་ཆ་ང་ཆུང་ངུ་དེ་འདྲའི་སྒང་ལ་བྲིས་ཤེས་ན་འགྲིག་གི་ཡོད་རེད། ལགས་སོ། ད་མཚམས་དེ་ནས་དེ་རིང་དེ་མཚམས་ཡིན། ཨ་ནི་ལྷན་རྒྱས་རྣམ་པ་ལྷན་རྒྱས་ཚང་མ་ལ་ཕན་པའི་གི་རེ་བ་ཡོད།